ང་རང་ལ་བྱས་ན། ཆུང་དུས་སློབ་སྦྱོང་བྱེད་བཞིན་པའི་སྐབས་ནས་དཔའ་སྡེ་ས་སྐྱ་པའི་སྣོད་བཅུད་གཉིས་ཀྱི་ལོ་རྒྱུས་དང་རྣམ་ཐར་དེ་ཚོ་ཡིད་ཐོག་ནས་སྦྱང་ཡག་དང། མི་རྒན་མ་རྣམས་ནས་གོ་ཐོས་ཡོང་དུས་ང་རང་གི་སེམས་ནང་ལ་ཚོར་སྣང་དམིགས་བསལ་ཞིག་བྱུང་ཡོད། ཡིན་ནའི་ཕེབས་བསུ་འདི་ཡི་གེ་མཚན་གྱི་སྐྱེས་ཆེན་རྣམས་ངོ་སོ་བརྒྱ་བའི་ཀ་བ་ཞིག་ཡོད་མ་རེད་པས་ཡིན་ན་ཡང། གངས་ཅན་བོད་ཀྱི་ལྟེ་བ་དཔའ་ལྡན་ས་སྐྱ་པའི་བདེ་རྩ་ཆེན་པོ་དེ་ལ། མཆོད་འཇལ་གྱི་གོ་སྐབས་ག་དུས་རེས་ཀྱི་ཡོང་གི་ཡོད་ན་མང་པོ་བསམ་མྱོང་ཡོད་ལ། ཨེ་ནས་མྱུར་དུ་མཇལ་རྒྱུ་ཡོང་བའི་སྨོན་ལམ་མང་པོ་བརྒྱབ་མྱོང་ཡོད། ཨོ་ཅེ་བཟང་པ་ད་རིང། ང་རང་གི་སྨོན་ལམ་བརྒྱབ་པ་ནང་བཞིན་འགྲུབ་ནས། ང་རང་གི་རྩ་ཆེ་ཤོས་བརྩི་བསམ་དམན་ཤོས་དཔའ་ལྡན་ས་སྐྱ་དེ་ལ། དངོས་སུ་སླེབས་ཐུབ་པ་དེ་ལྟོས་མི་སྲིད་པའི་དཀའ་བ་བཟང་པོ་ཞེ་དྲག་ཡིན་དྲན་གྱི་ཡོད། ཨེ་སུ་སུ་ནང་ལ་སླེབས་པའི་ཚོར་རང་འདྲ་ཞིག་ལྷོད་ལྷོད་འགྲོ་བཞིན་བྱུང་སོང།

གང་ཟག་སྤྱི་ཐུས་ནས་སྤོབས་པ་སྐྱེས་ཤོག་ཡག་པོ་ཞི་ཆགས་ཡོད་དྲན་གྱི་ཡོད། ང་རང་འདྲ་བྱས་ཡིན་ན་ཡང་ཆུང་དུས་ནས་ད་ཁོང་རྣམ་པའི་བཀའ་སློབ་ལམ་སྟོན་གྱི་འོག་ནས་འཚར་ལོངས་བྱུང་པ་ཞིག་ཡིན། སྤྱི་དང་བྱས་ན། བདག་ཅག་གི་དྲིན་ཆེན་རྩ་བའི་བླ་མ་དམ་པ།

ང་རང་ད་ལྟ་གནས་ཚུལ་འདི་ལ་དངོས་སུ་འབྱོར་ནས་ད་གཙུག་ལག་ཁང་རྟེན་དང་སྟོན་པ་བཅས་ཕྱི་ནང་ཐམས་ཅད་ཉམས་པ་སོར་བཅུ་མི་ཉམས་རྒྱུན་འཛིན་གནང་མཁན་ད་མི་རབས་གོང་མའི་གོང་མ་ནས་རིམ་པ་བཞིན་དུ་ད་ལྟ་བར་དུ་ཁྱེད་རྣམས་པས་ད་མཁན་པོ་ཐུགས་སྟོབས་ཟིན་གྱིས་གཙོས་པའི་མཁན་པོ་རྣམ་པ་དང་ཨ་ནེ་དབུ་མཛེས་བློ་གྲོས་རྒྱ་མཚོ་དཔའ་བརྟན་འཐེན་ཡོད་ད་དགེ་འདུན་པ་རྣམ་པ་དང་ཨེ་མི་མ་རྣམ་པ་ཐམས་ཅད། ཅེས་དང། འཛིན་སྐྱོང་སྤེལ་གསུམ་གྱི་ཞབས་ཞུ་སྒྲུབ་བཞིན་པ་དེ་དག་སྤྱི་དང་ང་རོ་ཚོ་ཚང་མ་ལ་ལས་འགན་ཡོད་བསྡད་པ་ཡིན་དུས་ང་རང་གིས་ད་བསྔགས་བརྗོད་དང་བཅས་ཁྱེད་རྣམས་ཚང་མ་ལོ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གིན་ཡིན། དེ་ནས་ད་བདག་ཅག་གིས་སྟོན་པའི་བསྟན་པ་ནི། སྟོན་པའི་དམ་ཆོས་རྣམས་ཉིད་དེ་ལུང་དང་སྟོང་པའི་བདག་ཉིད་དོ་ཞེས་གསུངས་པ་ནང་བཞིན། ན་དུང་རྡོ་རྗེ་བསྟན་པ་རིན་པོ་ཆེ་དེ་ཆགས་པའི་ཡིན་དུས། དེ་ཉིད་ཉམས་པ་སུ་ཆོས་དང་མི་ཉམས་རྒྱུ་མཚན་གྱི་ལས་དེ་དག། ད་བསམ་པ་རྣམ་དག་སྒོ་ནས་བསྒྲུབ་དགོས་པས་མི་སྲིད་པའི་གེགས་ཆེན་པོ་ཆགས་ཏེ། ད་ལུང་རྡོ་རྗེ་བསྟན་པ་རིན་པོ་ཆེ་དེ་ཤེས་སྒྲུབ་གཉིས་ཀྱི་སྒོ་ནས་འཛིན་དགོས་པ་ཡིན་དུས། ནས་པཱ་ལའི་ས་ཆ་ཆགས་སྟབས་ནས་བཟུང། ཤེས་རབ་གཉིས་ཀྱི་བསྟི་གནས་སུ་ད་ལྟར་བར་དུ་མུ་མཐུད་ནས་ཆགས་ཐུབ་པ་དེ་ན་གོང་མ་རྣམས་ཀྱི་ཐུགས་རྗེ་ལ་བརྟེན་ནས་བྱུང་བའི་ཡི་རྫི་བྲིན་རླབས་ཆེན་ཞིག་རེད། ནི་མ་འོངས་པར་ཡིན་ན་ཡང་མུ་མཐུད་ནས་བསྟན་པ་འཛིན་སྐྱོང་སྤེལ་གསུམ་གྱི་གཙོ་བོ་གནང་མཁན་དགེ་འདུན་ག་ཟར་དང་དགེ་འདུན་ཇི་འདི་ལ་རག་ལས་དེ་ཡོད་རེད་བྱས་ཙང་ཁྱེད་རྣམ་པའི་ཐུགས་འདུན་ཁྲིམས་གཙང་ངང་ཤེས་སྒྲུབ་ཀྱི་བྱ་བ་རླབས་པོ་ཆེ་ཁུར་དུ་བཞེས་ནས། ནང་བསླབ་པ་སློབ་གཉེར་དང་ཕྱིའི་འགྲོ་འདུག་གི་སྤྱོད་ལམ་སྒོམ་པ་དང་ཡུལ་ལུང་བི་ཡི་ཁྲིམས་རང་སྲུང་བྱས་ནས། གར་སེར་བོ། འབྱོར་ལྡན་བསོད་ནམས་ཟབ་པའི་ཞིང་ས། དད་ལྡན་འགྲོ་བ་འདྲེན་པའི་མི་རྒན་ཟེར་གྱི་དྭོགས་དེ་ནང་བཞིན་བསྟན་པའི་མཛེས་རྒྱན་དུ་ཡོང་བ་དང། ཨ་ཡ་བྱས་ལ་ཐ་མལ་རེ་བྱས་ཙང་ཡ་ཐོག་ཡ་རྩེ་ཡི་ཡོང་བའི་སྨོན་འདུན་ཞུ་ཡག་དང་དེ་ནས་ལྕམ་སྐུ་གོང་མ་ཁྲི་ཆེན་རྡོ་རྗེ་འཆང་ཆེན་པོ་དང་ལྕམ་སྐུ་གོང་མ་ཁྲི་འཛིན་རིན་པོ་ཆེ་གཙོས་པའི། མཁོ་འདོན་རྣམ་པ་དང་རྗེ་བཙུན་མ་རྣམ་པ་ཐམས་ཅད་དཔའ་ལྡན་ས་སྐྱ་འདི་ལ་མྱུར་དུ་མཉམ་འཛོམས་ཡོང་བའི་སྨོན་འདུན་ཞུ་གི་ཡིན་ཐུགས་རྗེ་ཆེ། དེ་ནས་ད། ད་རིང། ཞོར་དུ། རྣམ་སྦྱར་མེད་ཀྱི་ཚེ་དབང་རྣམ་སྦྱར་མེད་ཀྱི་ཚེ་དབང་ཟེར་ན་ད་རྣམ་སྦྱར་མེད་ཀྱི་རྗེས་གནང་མ་འདོན་ཡིན། དེ་ཡང་རྟེན་འབྲེལ་གསུམ་པོ་ཞེ་དྲག་བརྩི་གི་ཡོད་གང་ཡིན་ཟེར་ན། སྔོན་མ། ལྕམ་སྐུ་གོང་མ་བདག་ཆེན་རྡོ་རྗེ་འཆང་གིས་རྣམ་སྦྱར་མེད།

ཨ་སྐུ་ལུང་དེ་ག་འདྲ་རེད་དགོས་རེད་ཟེར་ན། སྔོན་མ་ས་བྱི་སྐུ་ལྔ་སྙིང་པོ། ཟླ་བ་ཁ་ཤས་ཀྱི་སྟེང་ལ་རྗེ་བཙུན་འཇམ་པའི་དབྱངས་བསྙེན་སྒྲུབ་བསྒྲུབས་རྗེས། རྗེ་བཙུན་འཇམ་པའི་དབྱངས་དངོས་སུ་འཇའ། རྗེ་བཙུན་འཇམ་པའི་ཡིད་ཞལ་སྔ་ནས། ཚེ་འདི་ལ་ཞེན་ན་ཆོས་སྤངས་མིན། འཁོར་བ་ལ་ཞེན་ན་ངེས་འབྱུང་མིན། བདག་མདུན་ལ་ཞེན་ན་བྱང་སེམས་མིན། འཛིན་པར་ཞུགས་ན་ལྟ་བ་མིན་གསུངས་གནང་བ་ཡོད།

དེ་ཡང་རྒྱལ་སྲས་ཆེན་པོ་ཞི་བ་རའི་ཞལ་སྔ་ནས་ད་ཆོས་དེ་ནས་རྙེད་པ་བཞིན་དུ་དགའ་སྤྱི་བོའི་དོན་གྲུབ་ཐོབ་པར་གྱུར་པ་ལ་གལ་ཏེ་འདི་ལ་ཕན་པ་མ་གྲུབ་ན། ཕྱིས་པའི་ཡང་དག་སྤྱོད་པ་ག་ལ་འགྱུར་གསུངས་པ་ནང་བཞིན། བརྒྱུད་པའི་གྲངས་གསུམ་གྱི་སྒོ་ནས་དཔེ་མི་སྲིད་པའི་ཀཱ་ལི་ཁ་བ་ཀཱ་ལི་ཁ་བོ་ཡོད་པ་ཡིན་དུས། ང་རང་ཚོ་མི་ལུས་རུང་བྱེད་ཐུབ་པ་དེ་ནི་ད་དམ་པའི་ཆོས་སྒྲུབ་པའི་གོ་སྐབས་བཟང་པོ་དེ་འཕྲོ་བརླག་མ་ཤོར་དུ་ད་འཕྲོ་བརླག་མ་ཤོར་བ་བྱས་ནས། ཚེ་འདི་ཡི་བདེ་སྐྱིད་གཅིག་པོ་ཆེད་དུ་དོན་དུ་གཉེར་བ་དེ་སྤངས་ནས་ཚེ་བདེ་གཤེགས་གཉིས་ཀྱི་བདེ་སྐྱིད་ཀྱི་རྒྱུ་འགེལ་བའི་ལས་གང་ཐུབ་ཐུབ་ཅིག་པུ་ནས་བསྒྲུབ་དགོས་པ་ཡིན་དུས་ད་ཆོས་པ་ཡིན་ན་ཚེ་འདི་ལ་གཞན་པ་དང་འདྲ་དགོས། འོ་ད་དེའི་རྗེས་ལ་འཁོར་བ་ལ་བྱས་ན་ངེས་འབྱུང་མིན་གསུངས་མ་ཡོད་པ། ཚེ་འདི་ལ་གཞན་པ་དང་འདྲ་དགོས་པ་མ་ཟད་ད་ཚེ་ཕྱི་མ་ད་ཚེ་ཕྱི་མ་སྐྱེ་བ་ལ་ཡང་གཞན་པ་དང་འདྲ་དགོས། འཁོར་བ་ཁ་ཅིག་བཙུན་མོ་ལ་བདེ་བ་ནམ་ཡང་ཡོད་མ་ཡིན་གསུངས་པ་ནང་བཞིན། འཁོར་བའི་ནང་འགྲོ་བ་རིས་དྲུག་གི་གནས་ག་བ་སྐྱེ་བ་ཡིན་ན་ཡང་སྡུག་བསྔལ་གྱི་རང་བཞིན་ཡིན་པ་དང། ད་བདེ་སྐྱིད་མཐར་ཐུག་པ་མི་རྙེད་པ་ཡིན་དུས། འཁོར་བ་ལ་ངེས་འབྱུང་གི་སེམས་དེ་སྐྱེ་དགོས་པ་རེད། འཁོར་བའི་བྱ་བ་སྙིང་པོ་མི་ཟད་ནས་ཕྱིར་མི་ཞུན་ནས་མཁའ་ལ་ཞིང་ནས་ཀྱང་ཆུད་དེ་རྣམ་དག་དྲུང་དུ་ཉིད་ལས་ཉིད་རབ་ཏུ་འབྱུང་བར་མཛད་ལ་ཕྱག་བཙལ་ལོ་གསུངས་པ་ནང་བཞིན། འཁོར་བའི་བྱ་བ་ལ་སྙིང་པོ་མེད་པར་གཟིགས་ནས། འཁོར་བ་ལ་ངེས་འབྱུང་གི་སེམས་དེ་ངེས་པར་བྱིན་དུ་བཅས་དགོས་པར་འོ་བྱས་ཙང་ད་ཚིག་རྐང་དང་པོ་དེ་ཡིས། ཚེ་འདི་གཞན་པ་དང་གྲགས་དགོས་པར་བསྟན། ཚིག་རྐང་གཉིས་པ་དེས་ཚེ་ཕྱི་མ་སྐྱེ་བ་ལ་གཞན་པ་དང་གྲགས་དགོས་པར་བསྟན་ཡོད།

ཐོག་མ་མེད་པ་ནས་ད་ལྟ་བར་དུ། སེམས་ཅན་ཐམས་ཅད་ང་རང་ཚོ་ཕ་མ་བརྒྱུད་པའི་ད་ལྟ་བརྩེ་བ་བརྒྱུད་པའི་ཕ་མ་མ་བྱས་པ་གཅིག་ཀྱང་མེད་དེ། འོ་སེམས་ཅན་ཐམས་ཅད་ང་རང་ཚོ་ཚེ་འདི་གི་ད་བརྩེ་བ་བརྒྱུད་པའི་གང་ཟག་ནང་བཞིན་སོ་སོ་ལ་བརྩེ་བ་དང་སོ་སོ་ལ་བྱམས་པ་དང་སོ་སོ་ལ་ཕན་ཐོགས་མང་པོ་བསྒྲུབས་མྱོང་ཡོད་རེད་བྱས་ཙང། དེ་དག་ཐམས་ཅད། སྡུག་བསྔལ་འདོད་འདོད་སུ་ཉིད་ཀྱང་སྡུག་བསྔལ་ཉིད་ལ་དམོད་པར་གྱུར་བདེ་བ་འདོད་ཀྱང་འདོད་མི་བདེ་རང་གི་བདེ་བ་དགྲ་དང་བཅོམ་གསུམ་པ་མ་གཞི། ང་རང་ཚོ་ཚང་མ་སྡུག་བསྔལ་སྤང་འདོད་ཡོད་རེད། བདེ་བ་ཐོབ་འདོད་ཡོད་རེད། ཡིན་ན་ཡང་མ་རིག་པའི་དབང་གིས་སྡུག་བསྔལ་དང། བདེ་བའི་ཀྱི་རྒྱུ་མ་ཤེས་པའི་སྒོ་ནས་ད་སྡུག་བསྔལ་གྱི་རྒྱུ་ལ་འཇུག་ཅིང་བདེ་བའི་ཀྱི་རྒྱུ་དེ་སྤོང་འགྲོ་ཡོད་རེད། ད་ལྟ་འདི་འདྲའི་སྒོ་ནས་གསལ་བར་གྱུར་པའི་སེམས་ཅན་དེ་དག་ཐམས་ཅད་སྡུག་བསྔལ་མི་སྲིད་པ་སྙོམས། ཨེ་རང་སུ་སུའི་བདེ་སྐྱིད་གཅིག་པོ་གཅིག་ཏུ་དོན་དུ་གཉེར་བདེ་བ་ཡིན་ན་འགྲིག་གི་ཡོད་མ་རེད། བྱས་ཙང། བརྩེ་བ་ཞུ་བའི་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་བཟོད་མི་ཐུབ་ནས་དེ་དག་གི་སྡུག་བསྔལ་ལས་ཀ་བྲ་བ་བྱེད་པའི་ཐབས་ཅིག་འཚལ་དགོས་པ་རེད། ད་དེ་ཐབས་དེ་ལ། འགྲོ་བ་མི་རིགས་ནང་ང་རང་ཚོ་དབང་ཐང་ཆེ་བ་དང་དཔའ་འབྱོར་ཆེ་བ་དང་ནུས་སྟོབས་ཆེ་བ་ག་ཚད་ཡོད་པ་ཡིན་ན་ཡང་སེམས་ཅན་ཐམས་ཅད་སྡུག་བསྔལ་བྲ་བ་བྱེད་པའི་ནུས་པ་མེད། འགྲོ་བ་མི་རེ་མ་ཟད་དབང་ཕྱུག་ཆེན་མོ་ལ་སོགས་པའི་ལྷ་དེ་དག་ཐམས་ཅད་ཀྱང་ཚེ་རིང་བ་དང་ལོངས་སྤྱོད་ཆེ་བ་དང་ནུས་སྟོབས་ཆེན་པོ་ག་ཚད་ཡོད་པ་ཡིན་ན་ཡང་སེམས་ཅན་དེ་དག་ཐམས་ཅད་ལ་ཡང་སེམས་ཅན་ཐམས་ཅད་སྡུག་བསྔལ་བསྐྲད་པའི་ཕྱིར་ནུས་པ་མེད། ནི་འཁོར་བས་བསྡུས་པའི་སེམས་ཅན་རེ་མ་ཟད་འཁོར་བ་ལས་འདས་པའི་མྱང་འདས་དགྲ་བཅོམ་པ་དེ་དག་ཐམས་ཅད་ཀྱང། ཉོན་སྒྲའི་དཔང་དུ་མ་དང་ཤེས་རབ་ཆེན་པོ། ནུས་སྟོབས་ཆེན་པོ་ག་ཚད་ཡོད་པ་ཡིན་ཡང། དེ་དག་ཐམས་ཅད་ལ་ཡང་སེམས་ཅན་ཐམས་ཅད་སྡུག་བསྔལ་བྲལ་བར་བྱེད་པའི་ནུས་པ་མེད་རེད། ད་འོ་ན་སུ་ལ་ཡོད་རེད་ཟེར་ན། སྒྲིབ་གཉིས་མཐའ་དག་སྤངས་ཤིང་ཚོགས་གཉིས་ཡོངས་སུ་རྫོགས་པའི་བདེ་བར་གཤེགས་པ་ཐམས་ཅད་ཅེས་པ་རྒྱལ་བ་རྫོགས་པའི་སངས་རྒྱས་ཁོ་ན་ལ་ཡོད་དེ་རེད། འོ་བྱས་ཙང་ད་ང་རང་ཚོའི་འབྲས་བུ་གཙོ་བོ་འབྲས་བུ་མཐའ་ཐུག་པ་དེ། བརྩེ་བ་བརྗིད་པས་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ལས་བྲལ་བར་བྱ་བའི་ཆེད་དུ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱེད་དགོས་དགོས་ཡོད་བསམ་པ་དང་དེ་བྱང་ཆུབ་ཀྱི་སེམས་ཕྱག་འཚལ་བར་འོ་བྱས་ཙང་བྱང་ཆུབ་ཀྱི་སེམས་ཡོད་དགོས་ན་ད་བདག་དོན་ལ་ཞེན་པ་དང་དྲག་དགོས་དགོས་རེད་དེ་བདག་དོན་ལ་ཞེན་ན་དེ་བྱང་ཆུབ་ཀྱི་སེམས་མིན་གསུངས་རོགས་ད་ང་རང་ཚོ་ཀུན་སློང་གཙོ་བོ་དེ་དེ་གྱིས་དགོས་དགོས་རེད།

དེ་ནས་ད་འཛིན་པ་སྤྱི་དང་འཛིན་པ་དེ་ལ། ད་ཡོད་པ་དང་མེད་པ་དང་གཉི་ག་དང་གཉི་ག་མ་ཡིན་པ། སྤྲུལ་པའི་མཐའ་བཞི་ཡོད་པས་རེད་དེ་དང་བྲལ་བར་དུ་མངོན་སུམ་དུ་རྟོགས་དགོས་རང་ཨོ་ད་ལྟ་ཆོས་ཐམས་ཅད་སྤྲུལ་པའི་མཐའ་བཞི་དང་བྲལ་བ་ཡིན་པ་སོ་སོས་ཤེས་ན་ད་སོ་སོའི་རྒྱུད་ལ་ལྟ་བ་ཡང་དག་པ་དེ་ཡོད་དེ་རེད་ཨོ་བྱས་ཙང་ད། ཚེ་འདི་ལ་ཞེན་ན་མཆོད་པ་མིན། འཁོར་བ་ལ་ཞེན་ན་ངེས་འབྱུང་མིན། བདག་དོན་ལ་ཞེན་ན་བྱང་སེམས་མིན། འཛིན་པ་བྱུང་ན་ལྟ་བ་མིན། གསུངས་པ་ནང་བཞིན། ད་ལྟ་ཕྱི་ནང་དུ་ཚང་མ་སྦྱིན་ན་སེམས་ཀྱི་གནས་སྐབས་སུ་ཞེན་པ་བཞི་དང་བྲལ་བའི་སྒོ་ནས་ནི་བྱང་ཆུབ་མཆོག་ཏུ་སེམས་བསྐྱེད་ནས་སྦྱིན་ན་ལེགས་ཟེར་བ་ནང་གསུངས་པ་ཞུ་ཡིན། ད་སྤྱིར་བཏང་བྱས་ན་ཕྱི་ནང་དུ་ཚང་མ་མང་ཆེ་བས་ད་ཞེན་པ་ཞེ་དྲག་ཆེན་གྱི་ཡོད་རེད་དེ་ཡིན་ན་ཡང་ད་རིང།